ད་དེ་ཡང་ང་ཚོའི་ལེ་ཚན་གཉིས་པའི་ནང་ལོགས་ལ་ང་ཚོ་འདི་ངོ་སྤྲོད་ཞུས་ཡོད། བ་ཚན་གྱི་དོན་དང་ཆོས་སྤྱོད་ཀྱི་སྐོར་དེ་ངོ་སྤྲོད་ཞུས་ཡོད། དེའི་ནང་ལོགས་ལ་ཐུགས་སྣང་ཆེ་ཤོས་གནང་དགོས་ཡ་དེ་ལ་ཡང་ཚན་གྱི་དོན་དེ་ལ་ཡང་རྒྱ་གར་སྐད་དུ་ལ་སྨོས་དགོས་པའི་རྒྱུ་མཚན། བོད་སྐད་དང། རྒྱ་གར་སྐད་གཉིས་ཤན་སྦྱར་བྱས་ནས་སྨོས་དགོས་པའི་རྒྱུ་མཚན། དེའི་ཞུ་སྒོ་དེ་ལ་ཡིན་ན་ད། ནི་གར་སོ་རེད། ཆོས་སྤྱོད་དེ་ལ་ཡིན་ན། སྨྲ་བའི་སྤྱད་སྤྱོད་སྨྲ་བའི་སྤྱད་ཐམས་ཅད་མཁྱེན་ལ་ཕྱག་འཚལ་ལོ་ཟེར་ཡག་གི་ཆོས་སྤྱོད་དེ། ཡོད་པར་འདོད་པ་དང་མེད་པར་འདོད་པའི་གཉིས་ཀྱི་འདོད་ཚུལ་མི་འདྲ་བ་ག་འདྲས་ཡོད་མེད་དང། ནི་དེའི་སྟེང་ནས་ད། ཆོས་སྤྱོད་ཡོད་མེད་ཀྱི་ནི་འདོད་ཚུལ་མི་འདྲ་བ་མང་པོ་ཡོད་པའི་ནང་ལོགས་ནས། རྒྱབ་ལྗོངས་ཀྱི་གནས་ཚུལ་ག་འདྲས་ཆགས་ཀྱི་ཡོད་མེད་དེ་ག་དེ། ལེ་ཚན་གོང་མའི་ནང་ལ་ཞུས་ཟིན་པ་ཡིན།

ཟབ་ཆོས་གསུམ་པ་སྔོན་འཇུག་དང་བཅས་ཡོད་པར་བཤད་པ། ཟབ་ཆོས་བཞི་པ་དེ་རྗེས་འཇུག་དང་བཅས་པར་བཤད་པ་བྱས་ནས་ཟབ་ཆོས་མི་འདྲ་བ་བཞི་གི་ཐོག་ནས་མ་ངོ་སྤྲོད་བྱེད་ཀྱི་ཡོད་རེད། དེ་ཡང་དང་པོ། ད་ཟབ་ཆོས་དང་པོའི་དབང་དུ་བྱས་ནས་བཤད་པ་ཡིན་ན་ཟབ་ཆོས་དང་པོ་དེ་ཡིག་ཡིག་དང་བཅས་པར་བཤད་པ་དེ་རེད། དེ་འདྲ་ཡིན་ཙང། ད་ང་ཚོའི་བོད་པའི་ཡིག་གི་སྐད་ཡིག་ནང་ལོགས་ལ་དང་པོ་དང་པོ་དེ་རྨང་གཞིའི་བཟོ་གྲྭ་པ་དེ་མིང་ཚིག་གཉིས་ཀྱི་རྩོམ་གཞི་བྱས་པའི་སྐད་ཀྱི་གདངས་དེ་ཡི་གེ་རེད་བ། ཡི་གེ་ཡིན་ཙང་ཡི་གེ་དེ་ལ་ཡང་དབྱེ་བ་མ་ཕྱེ་བཞག་པ་ཡིན་ན་དབྱངས་གཅིག་དང་གསལ་བྱེད་གཅིག་ནི་གཉིས་ཡོད་རེད་པ། དེ་འདྲ་ཡིན་པ་ཡིན་དུས་དབྱངས་དང་གསལ་བྱེད་གཉིས་ནི་ནི་ཨ་ནི་སྒྲ་གདངས་ཀྱི་ཐོག་ནས་ཕར་ཚུར་བསྡུར་ཡོང་པ་ཡིན་ན་ཐོག་མར་དབྱངས་ལ་ལྟོས་པས་ཡིན་ན་ཨ་ནི་གསལ་བྱེད་དེ་ལྟོས་སུ་སྒྲ་གདངས་དྲ་བ་ཡིན་པ་དང། ཨ་ནི་ཁར་སོ་རེ། ཁར་སོ་རེ། གསལ་བྱེད་དེ་ལ་ལྟོས་པས་ཡིན་ན་དབྱངས་དེ་སྒྲ་གདངས་ལྟོས་སུ་ཞེན་པ་ཡིན་པ་ཡིན་དུས་དབྱངས་མོ་ཡིན་པ་དང་གསལ་བྱེད་ཕོ་ཡིན་པའི་རྣམ་གཞག་དེ་གསལ་སྟོན་གནང་བ་རེད། དེ་འདྲ་ཡིན་པ་ཡིན་ཙང་ཡི་གེ་ཀྱི་བརྟག་དཔྱད་བ་ཤེས་པ་ཟེར་ཡ་དེ་ཡི་ན་ལོག་ལ་ཨ་ནི་སྤྱིར། དབྱང་མོ་ཡིན་པ་དང་གསལ་བྱེད་ཕོ་ཧོས་བྱས་ནས་དཔྱད་ན་དབྱང་མོ་གསལ་བྱེད་ཕོ་ཧོས་བྱས་ནས་ཀ་ནི་སོའི་མེ་ལོང་ན་ལྡོམ་ཡོད་པ་ནང་བཞིན་བྱས་ནས་དབྱང་མོ་ཡིན་པ་དང་གསལ་བྱེད་ཕོ་ཡིན་པའི་གི་རྣམ་བཞག་དེ་རེད། ད་དེ་ཡང་དབྱང་མོ་ཡིན་པའི་རྒྱུ་མཚན་ག་རེ་རེད་གསལ་བྱེད་ཕོ་ཡིན་པའི་རྒྱུ་མཚན་ག་རེ་རེད་བྱས་ནས་ལབ་ཡོང་ན། ད་གསལ་བྱེད་དེ་གས་དེ་དབྱང་ལ་ལྟོས་ན་སྒྲ་གདངས་ཕྲན་བུའི་བརྗོད་ར་བར་ཁོ་རང་ལ་ཀ་ཀ་ཁ་ང་ཅ་ཅ་ཅག་ཉག་བྱས་པ་ནི་ཧ་ཨ་བར་དུ་སྒྲ་གདངས་གཅིག་དང་སྒྲ་རྩོལ་གཅིག་ཡོད་པ་ཡིན་དུས་དེ་གསལ་བྱེད་དེ་དབྱང་ལ་ལྟོས་ཡོད་ན། ཨ་ནི་སྒྲ་གདངས་ཡོད་པ་དང་དེ་ཡིན་པ་ཡིན་ཙང་ཨ་ནི་ཕོ་ཡིན་པ་དང། ད་དབྱངས་དེ་གས་དེ་ཨ་ནི་གསལ་བྱེད་ལ་བཏུད་ཡོང་ན་སྒྲ་གདངས་གཅིག་ཁར་སོགས་རེད་ད་ཧ་ལམ་གཅིག་ཁོ་རང་ག་བ་ལ་སྦྱར་མ་སྦྱར་གྱི་གནས་ཚུལ་གཅིག་མ་གཏོགས་ཁོ་རང་རང་ལ་རང་ངོས་ཀྱི་གཅིག་སྒྲ་གདངས་དམིགས་བསལ་བ་མེད་པ་བསྲེས་ན་ཡང་འགྲིག་གི་འདུག་ལ་ཨ་ནི་གང་ལྟར་གཞན་པོ་ཡིན་པ་ཡིན་ཙང་ཨ་ནི་དེ་ལ་བཏུད་ན་མེད་པ་ཡིན་པ་ཡིན་ཙང་ཨ་ནི་ཁར་སོགས་རེད་ཨ་ནི་དབྱངས་དེ་མོ་ཡིན་པ་གསལ་བྱེད་དེ་ཕོ་ཡིན་པའི་རྣམ་གཞག་འདི་ཐུགས་གསལ་དོན་རྣམ་པ་རེད་བསམ་གི། ལས་གསལ་ད་འདི་ཡི་གེའི་བརྡ་འཇལ་བ་ཤེས་པ་དེ་བྱས། ཁ་ཅིག་གིས། རྟ་མཆོག་ལ་ཡང་ནི། དཔེ་དེབ་མང་པོ་གཅིག་གི་ནང་ལ་ཟབ་ཆོས་གསུམ་མང་དུ་ཡོད་མ་རེད་ཟབ་ཆོས་གསུམ་ཕྱེ་བ་ཡིན་ན་ནི། མིང་གཅིག་དང་བྱ་བ་ཤེས་པ་སྔོན་འཇུག་དང་བྱེད་པ་ཤེས་པ་རྗེས་འཇུག་དང་བྱེད་པ་ཤེས་པ་ཟེར་ནས་གསུམ་རེད། ཡིན་ན་ཡང། ད་ཅིག། འགྲོ་སྟངས་འདྲ་པོ་བྱས་ནས་ཡིན་ན་གཞི་བྱས་ནས་ཡག་ག་འགྲོ་ཅི་མཐོང་གི། གཞི་བྱས་པ་ཡིན་ན་གར་བྱེད་གི་རེད་ཟེར་ན། ཨ་ནི་ཡི་གེ་དང་བྱེད་པ་ཤེས་པ། ཡི་གེ་དེ་ལ་ཡིན་པ་ཡིན་ན། ཨ་ནི་གར་སོགས་རེད། དབྱངས་དང་གསལ་བྱེད་གཉིས་ཡོད་པའི་ནང་ལོགས་ནས་གསལ་བྱེད་སུམ་ཅུ། གསལ་བྱེད་སུམ་ཅུ་དེའི་ནང་ལོགས་ལས་ཡིན་མ་བྱས་པ་ཡིན་ན་ཡང། ནི་རྗེས་འཇུག་གི་རྣམ་གཞག་ཅིག་དང་སྔོན་འཇུག་གི་རྣམ་གཞག་ཅིག་ཡོང་གི་ཡོད་པ་ཡིན་དུས་སྔོན་འཇུག་བདག་ཅེས་པ་ཤེས་པ་དང་རྗེས་འཇུག་བདག་ཅེས་པ་ཤེས་པ་བཅས་ནི་ཟབ་ཁྱད་མི་འདྲ་བ་དེ་གས་ཏེ་དུས་ཕྱིས་ནས་མ་ཐོན་པ་རེད་བསམ་གི་རེད་བ། དེ་ཡང་ཐུགས་སྣང་གནང་དགོས་ཡོད་གལ་ཆེན་པོ་གཅིག་རེད། ད་དེ་ཡིན་དུས། ཐོག་མར། ད་འདི། མིང་གཞི་གི་བདག་ཅེས་པ་ཤེས་པ་ཟེར་ཡ་དེ་གི་མཚམས་དེ་ནས་མ། ངོ་སྤྲོད་བྱེད་ཡ་དེ་ལ་ཡ། ད་ང་ཚོའི། བརྡ་སྤྲོད་གི་ནང་ལོགས་ལ་རེད་བ། ད། མིང་གཞི་གི་བདག་ཅེས་པ་ཤེས་པ་དེ་མ་ཅིག་བཤད་ཡོང་ན་ག་རེ་བཤད་ཡོང་དགོས་བ་རེད་ཟེར་དུས་རྩོམ་པ་ལ། དང་པོ། གསལ་བྱེད་སུམ་ཅུ་དེ་ངོས་འཛིན་བྱེད་ཀྱི་རེད། གསལ་བྱེད་སུམ་ཅུ་དེ་ངོས་འཛིན་བྱེད་སྟངས་དེ་སྔར་སུན་ཅུ་པའི་སྐབས་སུ་གསལ་བྱེད་ངོས་འཛིན་བྱེད་སྟངས་དང་མི་འདྲ་བ་ཅི་རེད། འདི་ཡི་ནང་ལོགས་ལ་གཙོ་བོ་གཙོ་བོ་སུན་ཅུ་པའི་ཡི་ནང་ལོགས་ལ་གསལ་བྱེད་སུམ་ཅུ་དེ་གལ་ཏེ་མ་ཧྲབ་སི་ཅི་མ་ངོ་སྤྲོད་བྱས་དེའི་ནང་ལོགས་ནས་རྗེས་འཇུག་བཅུ་སྟོན་སྟངས་དང་དེའི་ནང་ལོགས་ནས་སྔོན་འཇུག་སྔ་མ་ངོས་འཛིན་བྱེད་སྟངས་དེ་གལ་ཏེ་ལོགས་ཁ་རེད། རེད། དེའི་ནང་ལོགས་ལ་ཕོ་མོ་མ་ནི་སྒྲ་གདངས་ཀྱི་ཐོག་ནས་དོན་ཡོད་མ་རེད། རེད། ད་དེའི་ནང་ལོགས་ལ། རྟ་མཇུག་བཀབ་ལ་ལ་གསལ་བྱེད་སུན་ཅུ་དེ་བང་ངོ་འཛིན་བྱེད་སྟངས་ཁོ་རང་སྒྲ་གདངས་དྲག་ཞན་གྱི་སྒོ་ནས་ངོ་འཛིན་བྱས་ཡོད་རེད། གསལ་བྱེད་སུན་ཅུ་གྱི་ནང་ལོགས་ནི་རྗེས་མཇུག་བཅུ་སྟོན་སྟངས་དང་རྗེས་མཇུག་བཅུ་གྱི་ནང་ལོགས་ནི་སྔོན་མཇུག་ལྔ་སྟོན་སྟངས་དེ་གས་དེ་ཡང་གཙོ་བོ་སྒྲ་གདངས་དྲག་ཞན་གཞི་བཞག་བྱས་པའི་ཐོག་ནས་སྟོན་པ་རེད། དེ་འདི་ཡིན་པ་ཡིན་དུས་ད་གཉིས་པ་མིང་གཞི་ལྟ་དཔྱད་བ་ཤེས་པ་ཟེར་ཡག་གི་སྡེ་ཚན་འདི་ཡི་ནང་ལོགས་ལ་ག་རེ་ངོ་སྤྲོད་བྱེད་ཀྱི་རེད་ལབ་པ་ཡིན་ན་གསལ་བྱེད་སུན་ཅུ་དམ་པ་དེ་ཡིས་སྡེ་ཚན་བྱས་པ་ཡིན་ན་དེ་བ་ཨ་ནི་ཕོ་དང་མ་ནི་དང་མོ་དང་ཤིན་ཏུ་མོ་དང་མོ་གཤམ་བྱས་ནས་སྡེ་ཚན་བ་ལ་དབྱེ་བ་བྱེད་སྟངས་དེ་ག་འདྲི་བྱེད་ནི་བྱེད་ཀྱི་རེད་ཟེར་འདི་ངོ་སྤྲོད་བྱེད་ཀྱི་ཡོད་རེད་ད་དེ་ཡང་ངོ་སྤྲོད་བྱེད་པ་ལ་རྩ་བའི་ན་ལོ་ལ་ཕོ་ཡིག་ཡི་གེ་འབའ་ཞིག་ལ་བཟླས་པ་ཕྱེད་དང་བརྒྱད་ནས་པའང་བདེན་ཚན་ལྔ་རུ་དྲིལ་བྱེད་ནི་ཕོ་དང་མ་ནི་མོ་དང་ནི་ཤིན་ཏུ་མོ་དང་བཞི་བཞི་རུ་བཟླས་པ་བཞི་པ་ཡན་ཆད་དབྱེས། དུམ་བུ་གཅིག་དེ་རེད། དེའི་ན་ལོ་ལ་ཕོ་ཡིག་ཡི་གེ་འབའ་ཞིག་ལ་ཞེས་པའི་ཕོ་ཡིག་ཡི་གེ་དེ་ག་ལ་ངོས་འཛིན་བྱེད་ཀྱི་རེད་ཟེར་ལབ་པ་ཡིན་ན་གསལ་བྱེད་ཀྱི་ཡི་གེ་དེ་ལ་ངོས་འཛིན་བྱེད་ཀྱི་ཡོད་རེད་གསལ་བྱེད་ཀྱི་ཡི་གེ་དེ་ལ་ཕོ་ཡིག་ཡི་གེ་རེད་ཟེར་ལབ་པ་ཡིན་དུས་དེ་ལ། བཏུས་ནས་དབྱངས་དེ་མོ་ཡི་ཡི་གེ་ཡིན་པ་དེ་གསལ་པོ་བྱས་ནས་ཆགས་པ་རེད། རེད་བ། ད་ནང་བཞིན་གྱི་རྗེས་འཇུག་ལྟར་བརྗོད་པ་ཞེས་པ་མེད་ཀི་འཇུག་འགྱུར་དེ་ལ་མོ་ཡིས་བརྗོད་པ་མེད་པ་ནས་ཕོ་ཡིས་བརྗོད་པ་མེད་པར་འགྱུར་ཟེར་ན་མོ་ཡི་ཡི་གེ་མེད་པ་ནས་ཕོ་ཡིས་བརྗོད་པ་མེད་པར་འགྱུར་ཟེར་ལབ་པ་དུས་དེ་དུས་མོ་ཡི་ཡི་གེ་དེ་དབྱངས་ལ་གོ་གི་ཡོད་རེད་ལ། ད་ནང་བཞིན་གྱི་ཕོ་ཡི་ཡི་གེ་འབའ་ཞིག་ལ་ཞེས་པའི་སྐབས་ནས་བསྟན་པའི་ཕོ་ཡིག་དེ་ལ་གསལ་བྱེད་སུམ་ཅུ་དེ་ལ་གོ་གི་ཡོད་པ་ཡིན་དུས། དེ་ཡི་དྲངས་པའི

ཕྱེད་དང་བརྒྱད་གནས་པ་དེས་བདེན་ཚན་མ་བགོ་བཤའ་རྒྱག་པ་ཡིན་ན་བདེན་ཚན་མི་འདྲ་བ་ལྔ་ནང་ལ་བགོ་བཤའ་རྒྱག་གི་ཡིན། སྡེ་པ་ཕྱེད་དང་ད་འདི་གོ་བ་དེ་མི་འདྲ་བ་བྱེད་དགོས་རེད་ད། སྡེ་པ་ག་ཚོད་ཡོད་རེད་ལབ་པ་ཡིན་ན། སྡེ་པ་དེ་བདུན་དང་ཕྱེད་ཀ་ཡོད་རེད། སྡེ་པ་བདུན་དང་ཕྱེད་ཀ་ལ་ལ་ཡོད་པའི་ཡི་གེ་སུམ་ཅུ་ཐམ་པ་དེ།

བཟླས་པ་དང་པོ་གང་བཟླས་པ་དང་པོ་གི་ཡི་གེ་དང་པོ་གང་ཡིན་པ་དེ་ཕོ། ཀ་ཕོ། གཉིས་པ་གང་ཡིན་པ་དེ་མོ་མ་ནི། ཨ་ནི་ཁ་མ་ནི། གསུམ་པ་གང་ཡིན་པ་དེ་མོ་ཁ་མ་ནི་མོ། ཨ་ནི། བཞི་པ་གང་ཡིན་པ་དེ་ཤིན་ཏུ་མོ་བྱས་ནས་ཨ་ནི་ཀ་ཕོ། ཁ་མ་ནི། ག་མོ། ང་ཤིན་ཏུ་མོ། ཅ་ཕོ། ཆ་མ་ནི། བྱ་མོ། ཉ་ཤིན་ཏུ་མོ། རྟགས་ཕོ་ཐ་མ་ནི་ད་མོ་ནི་ན་ཤིན་ཏུ་མོ་ད་ན་ཤིང་གི་དཔའ་ཕོ་ཕ་མ་ནི་བ་མོ་མ་ཤིན་ཏུ་མོ་བྱས་ནས་ཨ་ནི་དེ་ཚེ་དེ་གའི་དུ་དུ་སི་ནི་ཡ་བ་ཆིག་རེས་ཅིག་བྱས། ད་ག་ཚོད་ལྷག་ཟེར་རེས་ན་ལྷག་མ་བཅུ་བཞི་གནས་པ་ལ་རྩ་སོགས་སུ་ནི་བཅའ་སོགས་སྦྱར། དབའ་ནི་བ་དང་སྦྱར་བ་བྱས་དེ་རེད། ད་ལྷག་མ་བཅུ་བཞི་གནས་ཡོད་རེད་བ། ལྷག་མ་བཅུ་བཞི་ལྷག་ཡོད་པ་ན་ལོ་ནི་དང་པོ་དང་པོ་དེ་ལ་ག་འདྲས་སྦྱར་དགོས་རེས་ན་རྩ་སོགས་སུ་ནི་བཅའ་སོགས་སྦྱར་ལ་རེད།

ད་ཆགས་སང་ལ་ཆགས་པ་ཡོང་བ་དང་བྱས་ན་ཡང་འགྲོ་ཡ་ཡོད་རེད་ལ། ཨ་ནི་ཨ་ནི་ཡིན་འགྲོ་ཀུན་གྱི་མཆོག་ཟེར་བྱས་ནས་བས་ཏེ་ཆགས་སང་ལ་ལ། གཙོ་བོ་དེ་ཆགས་སང་གི་ནང་ལོགས་ལ་སྒྲ་གདངས་ཨ་དེ་ཡོད་རེད་ཟེར་བྱས་ནས་ལབ་པ་ཡིན་ནས་མ་འགྲིག་པ་གལ་ཡོད་མ་རེད་ད་གལ་ཏེ་ང་ཚོ་གཤམ་ལ་ཞུ་ཆོག་ཨ་ཅི། འོ་དེ་གི་ཐོག་ནས་རྩ་བའི་གི་ཚིག་འགྲེལ་དེ་དེ་ཕྱིན་པ་རེད། དེ་འདྲ་ཡིན་པ་ཡིན་དུས་ད་ང་ཚོ་འདི་ལ་གཟིགས་དང། ཀ་ཀ་ཅག་ད་བ་ཙ་ནང་དེ་གལ་ཏེ་ཕོ་ཁ་ཅག་ད་བ་ཚ་དེ་གལ་ཏེ་མ་ནི་ཁ་ཅག་ད་བ་འཛ་བ་ཞག་ཟ་ག་ཡ་ཞག་ས་ན་མོ། ང་ནྱ་ན་མ་དེ་གལ་ཏེ་ཤིན་ཏུ་མོ། ཨ་ནི་ར་ལ་ཧ་དེ་གལ་ཏེ་མོ་གཤམ་བྱས

ད་དེ་འདྲ་ཡིན་པ་ཡིན་དུས་ད་འདིའི་སྐབས་སུ་བབས་པ་འདི་ལ་ར་ལ་ཧ་ནི་མོ་ཤ་འདི་མ་ནིང་ཚེ་མེད་ཅེས་ཀྱང་བྱ་ཟེར་ཡག་གི་མཚམས་འདི་ལ་ཡ་ཨ་ནི་ཚེ་མེད་ཅེས་ཀྱང་བྱ་ཟེར་ཡག་གི་འདི་འདྲིས་ཀྱི་ཐ་སྙད་དག་མི་འདྲ་བ་ཁ་ཤས་བརྗོད་ཡ་རེད། དེའི་ནང་ལོ་ནི། བྲ་ཏི་དགེ་བཤེས་རིན་ཆེན་དོན་གྲུབ་དང་གཅིག། ཞྭ་ལོ་ལོ་ཙཱ་བ་ཆོས་འབྱུང་བཟང་པོ་དང་གཉིས། སྣང་ལེགས་པན་ཆེན་དཀོན་མཆོག་ཆོས་གྲགས་དང་གསུམ། ཁོང་རྣམ་པ་ཚོ་གི་ད་གཙོ་བོ་གཙོ་བོ་ཟིག་བར་ད་མ་ནིང་ཚེ་མེད་ཅེས་ཀྱང་བྱ་ཟེར་ཡ་ཅིག་ཡོད་རེད་མ་གཏོགས་ཨ་ནི་ཚེ་མེད་ཅེས་ཀྱང་བྱ་ཟེར་ཡ་དེ་ཡོད་མ་རེད། ཡིན་ན་ཡང་སི་ཏུ་པན་ཆེན་གྱིས་ག་རེ་གསུངས་ཡོད་རེད་ཟེར་ན་མ་ནིང་ཚེ་མེད་ཅེས་ཀྱང་བྱ་ཟེར་བ་དེ་ཡི་གེ་མ་དག་པ་རེད། ཡི་དོན་ངོ་མེད་ཀྱི་ཐོག་ལ་ཨ་ནེ་ཚེ་མེད་ཅེས་ཀྱང་བྱ་རེས་ཅེས་ནས་ད་ཁོང་གིས་དེ་གསུངས་ཡོད་རེད་དེའི་གནད་འགག་ཅེས། དེ་འདྲ་ཡིན་པ་ཡིན་དུས་ཚེ་རྡོ་པན་ཆེན་གྱིས་འདི་གསུངས་ཡོད་རེད། ཡང་སྐབས་འདིར་འགྲེལ་བྱེད་ཕལ་ཆེར་མགྲིན་གཅིག་ཏུ་ར་ལ་ཧ་ན་མོ་ཤ་ཡིན་པར་མ་ཟད་མ་ནིང་ཚེ་མེད་རྐྱང་ཡིན་པར་སྨྲ་བ་ཡང་འཐད་པར་མ་གོ་སྟེ་དེ་དག་གིས་ར་ལ་ཧ་ནི་མོ་ཤམ་སྟེ་མ་ནིང་ཚེ་མེད་ཅེས་ཀྱང་བྱ་ཞེས་པའི་གཞུང་གི་ཡི་གེ་ཉམས་པར་ཉིད། ཨ་ནེ།

ད་གར་ཅན་ནི། པར་མ་དག་པ་ཡིན་པའི་ཁུངས་ག་རེ་ཡོད་ཅེ་ན་ལ་ཡོད་ན་ཁོ་རང་གི་བསམ་ཚུལ་འདི་རེད་ཁོ་རང་གི་བསམ་ཚུལ་རེ་ད། དེ་ལྟར་འདིར་ཡི་གེ་ཉམས་པའི་གི་ཚུལ་དོན་གྱི་རྒྱུ་མཚན་གྱི་སྒོ་ནས་ཤེས་པར་མ་ཟད། ཡིག་གཟུགས་ལས་ཀྱང་མ་ནིང་དང་ཨ་ནིང་ཞེས་པ་ལ་འཁྲུལ་ཤེས་འབྱུང་རིགས་པ་རྟོགས་སླ་བ་ཡིན་གྱི་ཅེ་ནས་སོ་ཏི་པན་ཆེད་ཀྱི་ཐིག་སོང་རེད། ད་གང་ཅེ་ཟེར་ན་ཨ་ནིང་ཟེར་ཅེ་དང་ཨ་དང་ན་གཉིས་འདྲ་པོ་ཡོད་རེད་བ། ཡི་གེ་དེ་ཡི་གཟུགས་དེ་འདྲ་པོ་ཡོད་ཅེས་ནིང་དང་ནི་གཉིས་འདྲ་པོ་ཡོད་པ་ཡིན་དུས། མ་ནིང་ཞེས་པ་དེ་དེ་དང་ཨ་ནིང་ཞེས་པ་དེ་གཉིས་འཁྲུག་བྱེད་ནི་དང་པོ་ཡིན་རྒྱུ་ལ་ཨ་ནི་ཞེས་པ་ཡིན་པ་ཅི་ལ་ཡ། པར་དེ་གའི་དེ་ཡང་རྒྱ་ཡང་རྒྱ་རྒྱ་འོན་ཏེ་པར་མ་དག་པའི་དབང་གིས་ཨ་ནི་ཟེར་མཁན་དེ་མ་ནིང་ཟེར་མཁན་ཅི་ལ་བག་ཆགས་སོང་རེད་མ་གཏོགས་དོན་ངོ་མའི་ཐོག་ནས་དཔྱད་པ་ཡིན་ན་ཨ་ནི་རེད་ཅེས་ནི་དོན་དག་རྡོག་རྡོག་ཁོ་རང་གི་བསམ་ཚུལ་དེ་རེད། ད་དེ་ཡིན་པའི་གི་ཨ་ནི་ག་བཟོ་བ་རེད་བསམ་བློ་འདྲ་པོ་གཅིག་དེ་ག་རེ་ཡོད་རེད་ཟེར་ན་དེ་རེད། གཞུང་ད་ལྟར་བསླབ་པའི་སྐྱོན་དུ་འགྱུར་བའི་ཚུལ་ཇི་ལྟ་བུ་ཞེ་ན། ད་ཁོ་རང་གིས་ད་ཨ་ནི་ཡིན་དགོས་ཡ་རེད་མ་གཏོགས་མ་ནིང་མ་རེད། མ་ནིང་ཚད་མས་ཟེར་ཡ་དེ་མ་རེད་ཟེར་ཡ་གི་བསམ་བློ་གཅིག་ག་རེ་ཡོད་རེད་ཟེར་ན་བསམ་བློ་འདི་རེད་བསམ་བློ་འདི་ཚོ་ཡག་པོ་ཡོད་རེད་དཔྱད་པ་བྱས་ཏེ། མོ་ཤམ། གལ་སྲིད་མ་ནིང་ཚད་མས་རེད་ཟེར་ནས་ལབ་ཀྱི་ཡོད་པ་ཡིན་ན་ར་ལ་ཧ་ནི་མོ་ཤམ་རེད་མ་ནིང་ཚད་མས་ཅེ་ཅང་བྱ་ཟེར་ལབ་ཀྱི་ཡོད་པ་ཡིན་ན། མོ་ཤམ་དང་མ་ནིང་གི་བཞི་མཐུད་ཁས་ལེན་དགོས་པའི་སྐྱོན་དེ་གཉིས་དང།

མ་བྱང་དང་མ་ནིང་གཉིས་ཀྱི་བཞི་མདོའི་ཐ་བའི་ཐ་བ་དང་གཅིག་ཕྱེད་ཐ་བ་གཉིས་པ་དེ་ལ། ཡི་གེ་སུམ་ཅུ་ཐམ་པ་དེ་གདན་ཚད་ལྔ་པོ་རྣམས་ལ་བྲི་མ་ཐུབ་པའི་ཐ་བ་དེའི་བཏགས་ཡོད་རེད། དེ་ཐ་བ་དེ་དངོས་གནས་དྲ་ནིང་གི་ཐ་བ་ཡག་པོ་ཆེ་རེད། དེ་འདྲ་ཡིན་པ་ཡིན་དུས། རྒན་འཇིགས་མེད་དབང་རྒྱལ་མཆོག་གིས་འདི་གསུངས་འདུག་དམ་བཅའ་དེ་གཉིས་བརྟན་པོར་བྱེད་པའི་ཆེད་དུ་ཕྱོགས་སྔ་མའི་ཞེ་འདོད་སྔོན་བསུས་ཏེ། ཨ་ཡིག་གདན་ཚད་ལྔ་རུ་བྲིལ་མ་ཐུབ་པའི་སྐྱོན་མེད་དེ་ར་ལ་ཧ་གསུམ་པོ་མོ་བྱང་དུ་ཐེབས་པས། ཨ་ཡིག། མོ་བྱང་དུ་ཤུགས་ཀྱིས་གོ་ནུས་པའི་ཕྱིར་སྙམ་པའང་མི་འཐད་དེ། ཡི་གེ་གཞན་ནོ་ཞིག་མིག་གི་ལུགས་ཀྱིས་དངོས་སུ་བསྟན་ཅིང། ཨ་ཡིག་གཅིག་པུ་ཤུགས་བསྟན་དུ་བཤད་ན་ཉན་པ་པོ་ཐེ་ཚོམ་སྐྱེས་པ་སོགས་ཀྱི་སྐྱོན་ལས་དགོས་པ་གཞན་ཅི་ཡང་མེད་པའི་ཕྱིར་རོ། ལྕེའི་ཕུལ་བ་ཡང་བརྡ་སྤྲོད་པའི་གཞུང་ལ་ཞིབ་མོར་དཔྱད་པའི་ལུགས་སུ་སྣང་བའི་ཆེས་ཡིད་རང་བའི་གནས་སོ་ཞེས་ནི། རྟ་རྒན་བེ་རི་གི་རྟ་མཇུག་གི་ནང་ལོགས་ལ་ཡང། ནི་སི་ཏུ་པན་ཆེན་གྱིས་བཏབ་པའི་དཔྱད་པ་གནང་སྟངས་ཏེ་ཨ་ཡིག་འདི་ཚོ་གང་ལ་དཔྱད་པ་གནང་སྟངས་དེ་དངོས་གནས་དྲང་གནས་ཀྱི་བརྡ་སྤྲོད་པའི་གཞུང་ལ་ཡང། དཔྱད་པ་ཞིབ་མོའི་ལུགས་སུ་བྱས་པའི། ནི་ཞིབ་འཇུག་གནང་སྟངས་ཅིག་ཡིན་པ་ཡིན་ཙང་ཆེས་ཡིད་རང་བའི་གནས་རེད་ཅེས་ནི་དཔྱད་པ་བྱེད་སྟངས་དེ་ཡིད་རང་བའི་གནས་རེད་གསུངས་ཡོད་རེད་ད། འོ་ཡང་བཅས་པ་བྱས་པའི་དོན་དག་དེ། འདྲིས་པ་རེད་གསུངས་ཡོད་མ་རེད། འོ་དེ་རེད། ད། ད་གིན་བི་རིག་གིས་དང། ད་གི་ཚི་སི་ཏུ་པིན་ཆེན་ཁྱེད་རང་གིས་དེ་འདྲའི་ལབ་གི་ཡོད་པ་ཡིན་ན། དཔྱད་པ་བྱེད་སྟངས་དེ་ཧ་ལས་པ་ཡག་པོ་རེད། ཡིན་ན་ཡང་ཁྱེད་རང་གི་བསམ་བློ་བཏང་ཡོད་དེ་ལ་ཡ་མཐའ་བ་མ་འདྲ་བ་ཁ་ཤས་བཏང་ཡོད་རེད། སི་ཏུའི་གི་འདོད་པ་དེ་ལ་མཐའ་བ་མ་འདྲ་བ་ག་རེ་བཏོན་ཡོད་རེད་ཟེར་ལབ་པ་ཡིན་ན་དང་པོ། དེ་ན་རྩ་ཚིག་གི་མ་ནིང། སི་ཏུས་ཨ་ཡིག་ཏུ་བཅོས་པའི་དཔེ་རྙིང་འདི་ཡིན་ཞེས་བསྟན་རྒྱུ་མེད་པ་དང་གཅིག་བྱས་མཐའ་བ་དང་པོ་དེ་རེད། དེ་ནས་སི་ཏུ་པཎ་ཆེན་ཁྱེད་རང་གིས་ག་རེ་གསུངས་སོང་ཟེར་ལབ་ཡོང་ན། ཨ་ནི་པད་དེ་དེང་གི་རྩ་ཚིག་གི་ནང་ལོགས་ལ་ཡོད་པའི་ཨ་ནི་ཡིག་ཚད་མས་དཔྱད་ཀྱང་བྱ་ཟེར་ལབ་གི་ཡོད་རེད་དེ། ཡིན་ན་ཡང། ཚིག་ཡི་གེ་དེ་འགྱུར་ཟེར་ནས་མ་ནིང་ཚད་མས་དཔྱད་ཀྱང་བྱ་ཟེར་ནས་ཆགས་སོང་རེད་ཟེར་ལབ་པ་རེད། ཡིན་པ་ཡིན་ན་ཁྱེད་རང་གི་དཔེ་རྙིང་པ་འཇིག་གི་ནང་ལོགས་ལ་དང་པོ་ཨ་ནི་ཟེར་ནས་ཡོད་ས་གི་དཔེ་རྙིང་པ་ཅིག་ཁྱེད་རང་ལ་སྟོན་རྒྱུ་དགོས་རེད་བ། དེ་འདྲའི་གི་སྟོན་རྒྱུ་རྩ་བ་ཉིད་ནས་མི་འདུག་མཐའ་བ་དང་པོ་དེ་རེད། ད་བ་འདི་དངོས་གནས་དྲ་གནས་ནག་པོ་རེད་ད། ཁྱོད་ཀྱི་དཔེ་དེ་འགྱུར་སོང་རེད་འགྱུར་སོང་རེད་ཟེར་ཡས་དེ་བཤད་དེ་ན་ཕན་དགོས་བ་མ་རེད་བ། ཁོ་གཉིས་འདྲ་པོ་འདུག་ཟེར་ཡས་དེ་ཡང་ཕན་དགོས་བ་མ་རེད། ད་འགྱུར་ཟ་རྒྱུ་གི་དཔེ་རྙིང་པ་གཅིག་གི་ཡོད་ན་ད་ཁོར་ཁུངས་ཆེན་པོ་ཞུ་རེད་ཟེར་བ་དཔེ་རྙིང་པ་གཅིག་སྟོན་རྒྱུ་མི་འདུག་དེ་འདྲ་ཡིན་པ་ཡིན་ཙང་ད་ཨ་ནི་ཁྱེད་རང་གི་འདོད་པ་དེ་ཨ་ནི་ཟེར་ཡས་དེ་ཨ་ནི་ག་སོ་རེད་མ་ནིང་སི་ངེ་དེ་ལ་འགྱུར་སོང་རེད་ཟེར་ཡས་དེ་ད་བ་དེ་འགྲིག་གི་མི་འདུག་ཅེས་ནས་གཅིག་བྱས། གཉིས་པ་དེ་ལ་ཡང་སྔོན་གྱི་སུམ་རྟགས་འགྲེལ་པར། ད་ལྟར་ལྷག་མ་འཐུང་ཆུ་ཡོད་པ་ཀུན་མ་ནིང་ཞེས་པའི་ཚིག་འདི་ཁ་མཐུན་པ་དང་གཉིས། འདི་ནི་སྔོན་གྱི་དཔེ་དང་སུམ་རྟགས་ཀྱི་འགྲེལ་པ་ག་འདྲའི་ཅིག་ཡིན་པ་ཡིན་ན་ཡང་དེ་དག་ཐམས་ཅད་ཀྱི་ནང་ལོགས་ལ་ཡང་མ་ནིང་ཚད་མེད་ཅེས་ཀྱང་བྱ་ཟེར་ཡས་ཀྱི་མ་གཏོགས་ཅེས་པའི་ཨ་ནི་ཚད་མེད་ཅེས་ཀྱང་བྱ་ཟེར་ཡས་ཀྱི་ཚད་ནི་ཡོད་མ་རེད་དེ་འདྲའི་ཡིན་པ་ཡིན་ཙང་ཁྱེད་རང་གི་དེ་དཔེ་དེ་ཧ་ལམ་ཕོ་རོག་དཀར་པོ་སོགས་རེད་ཀྱི་དོན་འགྲོ་གི་འདུག་ཟེར་ཐལ་བ་གཉིས་པ་དེ་བྱས། ད་གསུམ་པ་དེ་ཐ་བ་མི་སེར་གྱི་གནད་འགག་ཆེན་པོ་གཅིག་རེད། ད་ལྟར་དངོས་སུ་མཇལ་རྒྱུ་ཡོད་པའི་བསྟན་འགྱུར་གྱི་ནང་ལོགས་ལས་སྣ་ཐང། ཅོ་ནེ། པེ་ཅིང། སྡེ་དགེ་གཞིས་སྐད་ཀྱི་པར་མ་ཀུན་གྱི་རྩ་ཚིག་ཏུ། མ་ནི་འཚེ་མེད་ཅེས་ཀྱང་བྱ་ཞེས་གསར་བར་འཁོད་འདུག་པ་དང་གསུམ། ད་ལྟར་ང་ཚོའི་བསྟན་འགྱུར་གྱི་ནང་ལོགས་ལས་ད་གསུམ་དག་ཡོད་ས་དེ་བསྟན་འགྱུར་ནང་ལོགས་ཡོད་རེད་པ། བསྟན་འགྱུར་ནང་ལོགས་ཡོད་པའི་སྡེ་དགེ་བསྟན་འགྱུར། ཅོ་ནེ་བསྟན་འགྱུར། པེ་ཅིང་བསྟན་འགྱུར། སྣ་ཐང་བསྟན་འགྱུར་ཟེར་ནས་བསྟན་འགྱུར་པར་མ་སྐད་གྲགས་ཆེ་བ་གཞིས་སྐད་ཀྱི་ནང་ལོགས་ལས། མ་ནི་འཚེ་མེད་ཅེས་ཀྱང་བྱ་ཟེར་ཡ་གཅིག་མ་གཏོགས་ཨ་ནི་འཚེ་མེད་ཅེས་ཀྱང་ཟེར་ཡ་གཅིག་མི་འདུག་དེ་འདྲ་ཡིན་པ་ཡིན་ཙང་རྒྱུ་མཚན་གསུམ་པོ་དེ་ཡི་སྟེང་ནས་རྒྱུ་མཚན་འདི་གསུམ་ལ་བརྟེན་ནས་རྩ་ཚིག་ངོ་མ་དེ་གང་ལ་ཆ་འཇོག་འོས་པའང་ཁྲིད་རྒྱུན་ཙམ་ལ་ཞེན་ཆགས་མ་གནང་བར་གཟོ་བོར་གནས་པའི་བློ་ཡིས་བརྟགས་ན་ཤེས་ངེས་སྙམ། ཞེས་ནི་རྒན་བེ་རི་གིས་ད་ཐ་བ་མི་འདྲ་བ་གསུམ་དེ་བཏང་ཡོད་རེད། ཐ་བ་མི་འདྲ་བ་གསུམ་དེ་ཧ་ལས་པའི་ཐ་བ་ཡག་པོ་རེད་བ། ཁྱེད་རང་ལ་དཔེ་གཉིས་སྟོན་རྒྱུ་མི་འདུག་ཟེར་ཡ་དང་གཉིས་སུམ་རྟགས་ཀྱི་འགྲེལ་པ་ཐམས་ཅད་ལ་མ་ནིང་ཚེར་མའི་འདུག་ཟེར་ཡ་དང་གསུམ་དཔར་མ་བཞི་བརྒྱད་ཀྱི་ནང་ལ་མ་ནིང་ཚེར་མའི་འདུག་ཟེར་ཡ་གི་ཐ་བ་གསུམ་གྱི་སྟེང་ནས་སུ་དུས་ཀྱི་ཨ་ནི་ཚེར་མའི་ལྕེ་ཆང་ཆ་རེད་ཟེར་ཡ་གི་ཐ་བ་དེ་དག་འདུག་ཅེས་ནི་དགའ་བ་སྐྱོན་གནང་བ་རེད།

ད་ཡིན་པ་ཡིན་ན་ད་མཁས་པ་ཁག་གི་འདོད་ཚུལ་གྱི་ན་ལོ་ལ་ག་འདྲས་ཅིག་ཆགས་བསྡད་ཡོད་རེད་ཟེར་ན་ཞྭ་ལུ་ལོ་ཆེན་གྱིས་འདི་གསུངས་ཡོད་རེད་པ་ཕྱོགས་སུ་ལྷུང་བ་ཉི་ཤུ་དགུ་སུམ་ཅུ་པ་ལ་ཕྱོགས་ལྷུང་མེད་འདི་གསུངས་ཡོད་རེད། ཞྭ་ལུ་ལོ་ཆེན་གྱིས་གསུངས་ཡ་འདི་ཕྱོགས་སུ་ལྷུང་བ་ཉི་ཤུ་དགུ་སུམ་ཅུ་པ་ལ་ཕྱོགས་ལྷུང་མེད་ཟེར་ན་ག་རེ་ཟེར་དགོས་བ་རེད་ཟེར་དུས་ཙམ་པ་ལ་ཕྱོགས་སུ་ལྷུང་བ་ཟེར་དུས་ཡི་གེ་སུམ་ཅུ་ཐམ་པ་དེ་གས་དེའི་སྒྲ་གདངས་སོ་སོ་སུ་སུ་གྱི་དབང་དུ་འགྲོ་བཞག་པ་དེ་འདྲས་ཡོད་རེད་བ་དཔེར་ན་བཀའ་དེ་ཕོ་ཡི་ཕྱོགས་སུ་ལྷུང་ཡོད་རེད། ཨ་ནི་ཁ་དེ་མ་ནིང་གི་ཕྱོགས་སུ་ལྷུང་ཡོད་རེད་ག་དེ་མོ་ཡི་ཕྱོགས་སུ་ལྷུང་ཡོད་རེད་ང་དེ་ཤིན་ཏུ་མོ་ཡི་ཕྱོགས་སུ་ལྷུང་ཡོད་རེད་བ། ཡིན་ན་ཡང་སུན་ཅུ་པ་ཟེར་ཡ་དེ་སུན་ཅུ་པ་དེ་ཡི་གེ་སུན་ཅུ་པ་དེ་ཨ་དེ་རེད་བ་ཨ་དེ་ལ་ཕོ་ཡི་ཕྱོགས་སུའང་མ་ལྷུང་མོ་ཡི་ཕྱོགས་སུའང་མ་ལྷུང་ཤིན་ཏུ་མོ་དང་མོ་ཤང་དང་གང་གི་ཡང་ཕྱོགས་སུ་ལྷུང་ཡོད་མ་རེད།

ཨ་ཡིག་དེ་ཡི་གེ་སུམ་ཅུ་པོ་ཐམས་ཅད་ཀྱི་སྲོག་ཏུ་ཞུགས་པ་རེད། ཡི་གེ་སུམ། ག་སོགས་ཀོ་རེད། ཨ་ཡིག་དེ་ཡི་གེ་ག་སོགས་ཀོ་རེད། ཨ་ནི། ཐམས་ཅད་ཀྱི་སྲོག་ཏུ་ཞུགས་པ་ཡིན་པ་ཡིན་ཙང་བདེན་ཚིག་ལྔ་པོ་ག་ནང་ལ་ལ་འདུས་ཀྱི་རེད། ཅེས་ནས་འོ་ཐོས་ཅེས་ནས་གསུངས་པ་རེད། དེ་རེད། ད་ནང་བཞིན་གྱི་ས་ཆ་པན་ཆེན། ཆོས་རྗེ་ས་པན་གྱི་ཡང་ཡི་གེའི་སྦྱོར་བའི་ག་ནང་ལོ་ལ་འདི་གསུངས་རེད། ར་ལ་ཧ་ནི་མོ་གཤམ་སྟེ་མ་ནིང་ཚེ་མེད་ཅེས་ཀྱང་བྱ། ཨ་ནི་ཡིན་དྲུག་ཀུན་གྱི་མཆོག་མིང་ཚིག་རབ་ཏུ་གསལ་བར་བྱེད།

རྒན་བེ་རི་གིས་སྡོམ་བརྒྱབ་པ་ན་ཞིག་དེ་བས་ན་ས་པན་དང་བསྟན་དར་ལྷ་རམས་པའི་བཞེད་པ་དག་ལ་གཙིགས་ཆེན་འཛིན་ན་རྒྱུ་མཚན་ཆེ་བར་སེམས་སོ། དེ་འདྲ་ཡིན་པ་ཡིན་ཙང། ས་པན་དང་བསྟན་དར་ལྷ་རམས་པའི་གི་བཞེད་པ་ནང་བཞིན་སྤྱད་ནས་ཕར་འགྲོ་བཞག་པ་ཡིན་ན་ཨ་ནི་རྒྱུ་མཚན་ཆེན་པོ་ཡོད་རེད། ཨ་དེས་གདན་ཚན་ལྔ་པོ་ཐམས་ཅད་ནང་ལ་མ་འདུས། གདན་ཚན་ལྔ་པོ་གང་རུང་ནང་ལ་གདན་ཚན་ལྔ་པོའི་ནང་ལ་འདུས་ཀྱི་རེད་གདན་ཚན་ལྔ་པོ་གང་ཡང་མ་རེད།

ཨ་ནི་ཐ་བ་ག་རེ་བཏང་ཡོད་རེད་ཟེར་ན་བདེན་ཚན་ལྔ་པོ་ན་ལ་བྲིས་ཀྱི་མི་འདུག་བ་ཟེར་ཡག་གི་ཐ་བ་གཅིག་བཏང་སོང་དེ་ལ་ང་ཚོས་ལན་ཐེག་གི་འདུག་བ། བདེན་ཚན་ལྔ་པོ་ན་ལ་བྲིས་བ་དང་འདོད་བདེན་ཚན་ལྔ་པོ་ག་རུ་ན་འདུས་བདེན་ཚན་ལྔ་པོ་གང་རུང་ཡིན་པ་ཐ་ས་ནས་ཅིའི་ཕྱིར་ཐ་བ་དེ་ལ་ལན་ཐེག་གི་ཡོད་རེད། ད་སོ་དེ་བན་ཆེན་གྱི་ཐ་བ་གཉིས་པ་དེ་ག་རེ་རེད་ཟེར་ལགས་ན་གལ་སྲིད་དེ་འདྲས་ཡིན་པ་ཡིན་ན་མ་ནིང་ཚེ་བན་ཅེས་ཀྱང་ཆགས་སྲིད་ལགས་ཀྱི་ཡོད་ན་དེ་འདྲས་བྱས་པ་ཡིན་ན་ར་ལ་ཧ་གསུམ་པོ་དེ་ཆོས་ཅན། མ་ནིང་དང་ཟེར་རེད་ཨ་ནི་ག་སོ་གོ་རེད་མོ་ཤ་གཉིས་ཀྱི་བཞི་མཐུད་ཡིན་པ་ཐ་དང་རེད་བ། ཡིན་པ་ཐ་མོ་ཤ་ཡིན་པ་རྩ་བའི།

ཨོ་ཡ་མ་ནི་ཚད་མེད་ཡིན་པ་དང་འདོད་ཟེར་བ་དང་མ་ནི་ཡིན་པ་དང་ཟེར་ན་འདོད་ཨ་ནི་མ་ནི་ཡིན་པ་ཡིན་ན་ཨ་ནི་སྒྲ་གདངས་རན་པ་གི་མ་ནི་དེ་ཡིན་པ་དང་ཅི་ཕྱིར། འདི་སྐབས་ཀྱི་མ་ནི་ཞེས་པ་དེ་སྒྲ་གདངས་རན་པ་ལ་མ་ནི་འཇུག་པའི་གི་མ་ནི་དེ་མེད། འདི་སྐབས་ཀྱི་མ་ནི་དེ་ག་བ་ལ་གོ་གི་ཡོད་ཟེར་ལ་འོན་དུས་ཕོ་ཡང་མ་ཡིན་མོ་ཡང་མ་ཡིན་པས་དེ་ལ་མ་ནི་ཟེར་ལ་ཧི་རུ་བ་ང་ཚོ་དཔེ་ཆ་གི་རྣ་ལོ་ལ་ཟ་མ་མ་ནིང་ཟེར་ཡ་སྐད་ཆ་བརྗོད་ཡར་བ་ང་ཚོ་འདུལ་བའི་རྣ་ལོ་ལ་ཡང་མ་ནིང་ཟེར་ཡ་དེ་ཟ་མ་དང་མ་ནིང་གཉིས་ཀྱི་ཁྱད་པ་ཅི་ཡང་ཡོད་ད་ངས་དེ་ཤེས་མ་སོང་མ་ཤེས་ཨ་ནི། མ་ནིང་ཞེས་པ་དེ་ཕོ་ཡི་རྟགས་དང་ཡང་མ་ལྡན་མོ་ཡི་རྟགས་ཆ་ཚང་དང་མ་ལྡན་པ་དེ་ལ་ཡང་མ་ནིང་ཟེར་ནས་ལབ་ཀྱི་ཡོད་པ་ཡིན་དུས། ར་ལ་ཧ་ཞེས་དེ་སྐད་དེ་ག་ཟེ་བ་རེད་ཕོ་དང་མོ་གི་རྟགས་པས་ཡོངས་སུ་རྫོགས་པ་དང་མ་ལྡན་པ་ཡིན་ཙང་ཕོ་ཡི་རྟགས་དང་མ་ལྡན་པ་བཤད་མི་དགོས་པ་ཆེ་མོ་གི་ནང་ལོགས་ནི་ཡང་ཤིན་ཏུ་ནས་ཤིན་ཏུ་ནས་ཞན་པ་ཡིན་པ་ཡིན་དུས། ཕོ་གི་མཚན་མ་དང་ཡང་མ་ལྡན

ལན། ཐིག་ཏུ། བདེན་ཚིག་ལྔ་རུ་དྲིལ་ཇི་ལྟའི་ཞེས་པའི་བདེན་ཚིག་ལྔ་ངོས་འཛིན་དང་བདེན་ཚིག་ལྔ་ཡི་ནང་ལ་དྲིལ་ཚུལ་བྲིས། ཉེས་བྱས། གསུམ་པ་སྟེ་ཡི་གེ་རྣམས་ཕོ་མོ་མ་ནིང་གི་རྟགས་སུ། དབྱེ་དོན་ཅི་ཡིན། གསུམ་བཅས། བཞི་པ་སྟེ་ར་ལ་ཧ་ནི་མོ་ཤང་སྟེ་མ་ནིང་ཚད་མེད་ཅེས་བྱ་ཅང་ཞེས་པའི་འགྲེལ་བཤད་དང་ཨ་ནི་མ་ནིང་ཚད་མེད་ཀྱི་གོ་དོན་བྲིས། ལྔ་པ། རྩ་སོགས་སུ་ནི་ལྕགས་སོགས་སྦྱར་དབའ་ནི་བ་དང་སྦྱར་བར་བཞེད་ཞེས་པའི་སྦྱོར་ཚུལ་བྲིས། དག་ནང་བཞིན་གྱི་མ་ནིང་ཚད་མས་དཔྱད་ཅན་བྱ་ཨང་ཞེས་པའི་སྐབས་འདིར། ཨ་ཡིག་བསྟན་ནམ་མ་བསྟན་མ་བསྟན་ན་ཡི་གེ་སུམ་ཅུ་ཐམ་པ་བདེན་ཚད་ལྔ་ནང་བྲི་མ་ཐུབ་པའི་སྐྱོན་སྤོང་བྱོས་ཅེས་ནས་དྲི་བ་མི་འདྲ་བ་དྲུག་ཡོད་དྲི་བ་མི་འདྲ་བ་དྲུག་དེ་ཐང་གིས་ང་ཚོའི་སློབ་ཚན་འདིའི་ནང་ལ་ཕེབས་ཞིབ་ཞུས་ཚར་བ་ཡིན། དེའི་ཐོག་ནས་ཐུགས་ཕན་གསོས་པའི་རེ་བ་ཡོད། ལོན་སོ། ཐུགས་རྗེ་ཆེ། ད་ང་ཚོ་ཡང་རྗེས་མའི་སློབ་ཚན་གྱི་ནང་ལོགས་ལ་ཡང་ཡང་བསྐྱར་མཇལ་ཡོང། ཐུགས་རྗེ་ཆེ་གནང།